དོན་གྱིས་ང་ཚོ་བཀའ་གཏེར་དང་རྟ་གདན་གཉིས་ནས་དུས་གསུམ་མི་ཤིགས་རྒྱུན་ཡོད་དུས་དགོན་ནས་ཁོ་རང་གི་དད་པ་སྐྱིད་པ་རང་ནས་རྒྱུན་འགྲོ་གི་འདུག་ཨང། བཀའ་གཏེར་ནས་ཐོན་དུས་ཀ་ཁ་ག་དེ་བྲིས་ཡག་རེད་འདུག་ཨང། རྟ་གདན་ནང་ཐོན་དུས་ཏཱ་ཐ་ད་དེ་གསུམ་དེ་བྲིས་ཡག་རེད་འདུག་ཨང། ད་ལྟ་ནས་བཞིན་བཅའ་གདན་ནང་ཐོན་ཡོད་དུས་དགོན་ནས་ཅཱ་ཆ་ཆ་ཞེས་བྲིས་ཡག་ཡོད་རེད།

རྒྱུ་ཚུལ་གཅིག་གི་སྒྲིག་འཛུགས་གཅིག་ཡོད་པའི་ཆེད་སྔོན་ཇུས་འཁོར་དུས་གསུམ་གཅིག་སྔོན་ལས་རྩིས་སོང་ཚང་གཅིག་པ་རེད། བྱ་ཡུལ་མ་ནི་བྱེད་པ་མོ་བའི་དུས་ལྟ་བ་སྔོན་ཇུས་འཕོ་བའི་དུས་གསུམ་གཅིག་སྔོན་ལས་རྩིས་སྒྲིག་འཛུགས་དག་རེད། ད་དེ་ལས་མི་ཤི་རྒྱུ་ལུགས་རྟོགས་ཆེད། སྡེ་ཚན། སྡེ་ཚན་གཞན་དག་ནི་སྤོ་ཡོང་དུས་མི་ཤི་རྒྱུ་དང་མི་དྲག་རྟོགས་དུ་ཡོད་བསམ་པའི་ཐུགས་ལ་བཞག་ན་ཨ། ཡ། དག་ལས་བྱ་ཚིག་རྐང་གྲངས་དུ་མ་སོགས་ཡིད་ལ་བཅའ།

ཞབས་ཀྱིས་བཅགས། བཟླས་པ་དང་དུས་བཟླས་པ་རེད་དེ། ཁོའི་མ་འོངས་པ་དང་ད་ལྟ་བར་བྲིས་སྲོལ་ཅང་ནས་དུས་གསུམ་ཕྱི་རགས་པའི་ཡིག་ཐག་ཆེ་ཁྲིད་འགྲོ་གི་རེད། ད་དམ་ཚིག་དེ་ཡིད་ལ་བཅགས་པ་ཟེར་ཡ་དེ། དུས་བཟླས་པ་ཁོ་བཅག་ག་བཅག་བཅས་ཀྱི་བོད་ཞབས་ཀྱིས་བཅགས་པའི་དག་ཆ་དེ་གཅིག་པ་ཡིན་ནའི་ལས། མ་འོངས་པ་དང་ད་ལྟ་བའི་བྲིས་སྲོལ་དེ་དུས་གསུམ་གཅིག་དང་གཅིག་སྔོན་གྱི་བྲིས་ལུགས་རེད་ཆགས་བསྡད་དེ་ཁོང་རེ་དང་དུས་གསུམ་གཅིག་སྔོན་གྱི་ཡིད་ལ་བཅགས་པ་སེམས་ལ་བཞག་པ། ངན་པ་གཅུན་སྲིད་དུ་ག་ནི་ཕི་གའི། སྤྱོད་སྙན་རེད། སྤྱོད་པ་རྩུབ་པོ་དེ་ཚོ་ཕལ་སྐད་ཆེ་ཡང་དེ་བས་ལྷག་ནས་ཚུགས་ཁ་བསྒྱུར་བྱས་པ་ཆེ་ལ་ཡང་སྤྱོད་ཡོན་ཟེར་གྱི་རོགས། བོད་ཀྱི་ཟོག་སྤྱོད་བཏང་བ་ཤས་ཆེ་ལ་ཡང་སྤྱོད་ཡོན་ཟེར་ཡག་ཆེ། ང་རང་ཚོ། སྤུ་གུ་ཡག་ཆེན་པོ་ཆགས་ཀྱི་ཁྱོད་ནི་བླ་མ་ཁྱེད་ཕ་མའི་ཁ་ལ་མ་ཉན་བ་བཅས་ཕ་མ་ལ་ཁ་ལ་མ་ཉན་ཆགས་བསྡད་ཡག་དེ་ཕ་མ་ཁྱེད་རང་ཆུང་དུས་ནས་མ་བཅུན་ནས་སྐྱག་ལངས་བཏང་ས་དེ་རེད་ཟེར་གྱི་རོགས།

སྐྱ་སེར་ར་བྱ་ཚིག་མང་བོ་གཅིག་གིས་བེད་སྤྱོད་བཏང་ཆོག་ཡིན་ནས་ཁོ་རང་རང་ཐུན་མོང་མ་ཡིན་པའི་གི་བི་གའི་གང་ཚོགས་པ་རེད་ཉག་གའི་གང་ལ་བཞག་བྱས་བི་གའི་ལྗིད་གོ་ག་ཚོད་མེད་ཚོད་ལྟ་བྱེད་ཡག་གི་བྱ་བ་དེ་ཁོ་རང་ཁོར་ཐུན་མོང་མ་ཡིན་པའི་གི་བྱས་ཚིག་དེ་བཅས་སེ་ཡ་ཆགས་རེད་བཅས་སེ་ཡ་གོ་བྱུང་ང་ང་རང་ཚོ་གཅིག་པོ་རེད་དེ་དུས་འདས་པ་སོང་ཙང་བཅས་སེ་ལས་པ་རེད་ད་ཡིན་འདི་སྐད་ན་འདི་སྐད་ཀྱི་འགྲོས་ན་དུས་ད་ལྟ་བ་བེད་སྤྱོད་གཏོང་གི་རེད། ལྗི་སྒོ་ག་ཚོད་ཡོད་མེད་བི་གི་ཀང་ལ་མཇལ་ད་མཇལ་ཟེར་ཡག་ཞིག་བ། སྐད་བྱས་ན་ད་དུས་དད་པ་དུས་ད་ད་བ་བེད་སྤྱོད་གཏང་གི་རེད་ངས་དེ་ཅིག་ཞུས་པ་ནས་ཤི་རེད་ཀང་སྐད་ཀྱི་འགྲོས་ན་བྱེད་ཚིག་ཕལ་ཆེར་དུས་དད་པ་བེད་སྤྱོད་གཏང་གི་རེད་རེད་དེ་ལས་འགའ་རེ་ཡང་དུས་ད་ད་བའི་བརྗོད་པ་དེ་ཕྱི་ཆོས་དུས་ད་ད་བ་སྐད་ཀྱི་འགྲོས་ན་ཡོད་དེ་ངེས་དང་དུས་མ་འོངས་པ་སྐད་ཀྱི་འགྲོས་ན་ཡོད་དེ་ངེས་དེ་འདྲ་ཡོང་གི་རེད་ད་ཁོ་ན་སླད་རིགས་བཞིན་དུ་ངས་དེ་དེ་སི་ངོ་སྤྲོད་བྱེད་ད་ལྟ་འདི་རེད་བྱས་ནས་སྐད་ཀྱི་འགྲོས་ན་དུས་ད་ད་བ་དེ་བེད་སྤྱོད་གཏང་གི་རེད་ལྗི་སྒོ་ག་ཚོད་མེད་ཅིག་མཇལ་ད།

དགྲ་བཅོམ་པར་དང་ཕམ་ཉེས་བཏང་བ་དང་ཚར་བཅད་པ་ནི་ཡང་ནི་བཅོམ་པ། མེད་པར་གསོད་པ་ཕམ་ཉེས་བཏང་བ་འཕྲོ་བརླག་བཏང་བ་གཅིག་གང་ག་ལ་ཡང་དག་བཅོམ། སེ་ཡ་ཞོར་བུམ་པ་བི་གའི་ཡག་པོ་ཞིག་མཐོང་རྒྱུ་ཡོད་འདུག་པ་དེ་ལ་ཐོ་བ་གིས་བཅོམ། སེ་དུ་བི་གའི་འཕྲོ་བརླག་བཏང་ཞིང་མེད་པར་གསོད་ཞེས་པ་ཅི་ལ་བུམ་པ་ཐོ་བས་བཅོམ་པ་སེ་ཡ་ཞེས་བཤད་དེ་ཡང་རོ། དགྲ་བོ་བཅོམ་པ་སེ་དུ་མ་དགྲ་བོ་འཕྲོ་བརླག་བཏང་བ་སེ་གའི་མ་རེད་དེ་ཚར་བཅད་པ་ཞིག་ལ་ཁུག་རོ་ཕམ་ཉེས་བཏང་ཞེས་པ་ཞིག་ཁུག་རོ། ཡ། ཞེས་དང་བཅོམ་པ་སེ་ཡ་དེ་བྱས་ད་དེ་གང་དུས་བདེ་བར་བ།

ཀ་སྡེ་དང་རྟ་སྡེ་ནས་ཐོན་པའི་སྡེ་ཚན་དང་ལྕགས་སྡེ་སྡེ་དང་རྩྭ་སྡེ་དང་འོ་ཡ་ཞག་སྡེ་དང་ཟ་སྡེ་དེ་དག་ནས་ཐོན་པའི་གི་བྱ་རྩི་སྡེ་ཡོད་དེ་བའི་སྡོམ་རྩིས་ནང་ཡོད་དེ་བས་དུས་ཚོད་ཚང་མ་ད་དུས་གསུམ་གཅིག་ངོས་རེད་ཅེས་ཞུས་པའི་ཐད་ད་དུས་གསུམ་གཅིག་ངོས་ཀྱི་ལས་རྩི་ཁྱེད་རང་ཚོ་རྐང་གྲངས་བཞི་བཅུ་གསུམ་ཡིན་སྲིད་དེ་འདྲའི་ཞིག་མ་དུ་ཡོད་མ་རེད་བྱ་རྩི་ཡོད་རྣམ་པ་མི་འདྲ་བ་ཞིག་གི་བཤད་གྲངས་ཞིབ་འཇུག་ཟེར་མི་ཟ་ག་ཚོད་ཚད་པའི་ནས་ཞིབ་འཇུག་ཟེར་ར་ཨ་ཡོང་མི་ཡོ་མ་འདུག་ཅི་གི་དེ་ངས་ཞུས་བྱས་པ་དེ་ན་ད་སུམ་ཅུ་སོ་བརྒྱད་སོ་དགུ་ཚོ་དེ་འདྲས་ཆགས་ཀྱི་འདུག་ད་དེ་འདྲས་སོ་སོའི་འབད་བརྩོན་ཅིག་བཙལ་བས་ནས་ད་ཞིབ་འཇུག་ད་ཞེ་གཅིག་གཉིས་ཀྱི་མ་གཏོགས་ར་ཡ་ར་གི་མ་རེད་དེ་དེ་ཙམ་གྱི་རྫོགས་པ་རེད་མཁྱེན་བྱུང་ང་དེ་དུས་ད་དེ་ཡོད་བལྟས་པའི་རྐང་གྲངས་ཞིབ་བཟུང་བྱས་རྗེས་དེ་ངས་ད་ཅི་མངལ་ནས་སློབ་ཚན་སློབ་ཁྲིད་བྱས་པ་ནས་ཤེས་བྱས་དུས་འདས་པའི་གི་རྣམ་གཞག་དུས་ཚོད་ཚང་མ་འདུག་བྱས་རྗེས་དུས་འདས་པའི་རིས་མེད་ན་བྲིས་ཡོད་དེའི་ནག་པོ་འདིའི་ས་ཁུལ་ན་མ་བཅུག་པ་དེ་ཚོ་ཕ་ཆོག་ན་བྲིས་ཤག

དེ་བཞིན་ང་ཚོ་ཀ་ལ་ནི་ཀ་དེ་ནས་ཐོན་ཏེ་ག་ག་ཀ་ཁ་སི་ཆང་དེ་མ་འོངས་པ་བྱ་ད་ལྟ་བ་བྱ་སི་ལ་ཨ་ནི་ཅེ་དེ་བ་ཅ་ཀུ་ཙི་ཁ་ས་ཀུ་ཙི་ཆག་སོར་ཅི་ཆག་འགྲོ་གོ་ར་བ་དེ་བཞིན་ཀ་དེ་ནང་ཐོན་ད་བྱས་པས་ན་ད་ཅ་དེ་ནང་ཏོ་སི་བྱས་དེ་ནས་བཞིན་རིག་པ་གཅིག་པ་གཅིག་འགྲོ་ཡ་ཡོད་མ་རེད་ཅ་དེ་ནང་ད་ཨོ་དུས་ད་ལྟ་ཁ་ས་ཀུ་ཙི་ཆག་བྱས་ད་མ་འོངས་པ་དེ་དེ་སྡེ་ཚན་གསུམ་པོ་དེ་མ་འོངས་པ་དེ་ཅ་རང་ཅག་དེ་གོ་ར་ད་ཅ་རང་ཅག་དེ་གོ་ར་རེད་ཅ་རང་ཅག་དེ་གོ་ར་རེད། ད་སྔོན་འཇུག་སྒྲིག་རྩུབ་དེ་དུས་གསུམ་སྤྱི་དངོས་རེད་ཚེ་ལས་དོན་དངོས་འཇུག་ག་རེ་བྲིས་ཁྱེད་རང་ཐུགས་ལ་ཡོད་རེད། མ་འོངས་པར་དངོས་འཇུག་ག་རེ་བྲིས་དགོས་མེད་མ་ཎི་བྲིས་དགོས་རེད་ལབ་ཚར་དུས་གསུམ་སྤྱི་དངོས་སོང་ཙང་མ་ཎི་རེད། ད་མ་འོངས་མ་འོངས་པ་དངོས་འཇུག་མ་ཎི་ཡིན་ན་མ་ཎི་ལ་ག་ཚད་ད་གཉིས་ཡོད་རེད། ད་མི་ཤི་ལྕགས་རེད་ཟེར་དུས་ད་ག་ཚད་ད་གཉིས་ག་རེ་བྲིས་དགོས་རེད་ཁོ་ག་ཡིག་ཡིག་བྲིས་པ་དུ་ད་གདམ་ས་སྐོར་ཡོད་མ་རེད། ད་འུ་ཅག་སྲིད་ཡག་ཡིག་སྐོར་མེད་པ།

ད་སྐུལ་རྩི་མེད་པར་བྱས། སྐུལ་རྩི་མེད་པར་བྱས། ད་ཆ་ཡང་དུ་ག་འདྲས་ཆགས་པ་རེད། ད་སྐུལ་རྩི་ལས་ཨ་ལེ་ངས་གཅིག་པུ་འབྲི་རྒྱུ་ལ་གཅིག་འཇུག་དེ་ག་དེ་གཅིག་བཟུང་གཅིག་ཁྲིད་དགོས་པ། གཅིག་འཇུག་གཅིག་འཇུག་གཅིག་ག་གཅིག་གཅིག་བཟུང་གཅིག་ཁྲིད། ད་ད་གཅིག་དེ་ཟེར་ཡ་ལེ་ཡ། དུས་འདས་པ་དབྱངས་མེད་ལས་རྩི་ཡིན་ན། ཁྱོད་ཀྱི་སྐུལ་རྩི་ལ་གར་ཆས་གུག་རེ་ཟ།

སྤྱི་དང་གོ་འཕྲོ་དང་བྱེད་དུ་བསྔོ་ན་མེད་པའི་རྒྱལ་མཚན་ཅི་རེད་དོ། དང་ལག་རྒྱུན་ལ་ཡང་ཅི་ཡོད་པའི་གོམས་གཤིས་བརྟན་པོ་ཞིག་གོ་ཆག་བསྲེ་དུ་བསྔོ་ནས་མ་བྲིས་ན་དང་ནོར་བའི་ཁོང་ལ་ཡང་རྩིས་འགྲོ་ཡ་རིགས་གཅིག་ཧོར་རེད་དེ་ཚོ་ངེས་པ་ངེས་པ་དུ་བྲིས། ཡང་རིགས་ཁ་ཤས་ཅིག་ངེས་པ་དུ་བྲིས་མ་གོ་དེ་ཚེ་དེ་འདྲས་ཡོང་གི་རེད་མཁྱེན་བྱུང་ང་ད་ལྟ་ང་རང་ཚོ་དུས་རྒྱུན་ནས་ཁོ་རང་ཆེ་འོ་ཇ་ཁ་ས་ཇག་ས་ཅེས་ཡ་འཇུག་བྲིས་ཡ་གི་སྲོལ་ཡོད་ཚེ་དུས་དེ་ཐུགས་ལ་ངེས་པ་གནང་གི་འདུག་བྲིས་ཡ་རེད་ད་ད་ནས་ཤེས་ཀྱི་འདི་ངས་ཁྱེད་རང་ཚོར་བྲིས་མེད་འདི་སྡེ་ཚན་གསུམ་མང་དུ་ཡོད་མ་རེད་བ།